ཧོ་ཡ། ལིགས་སི་ཤོང་ཡ་ན་འདྲ་རེད་ཟེར། ད་བརྟན་ཅིང་འབྲེལ་བར་འབྱུང་བ་དེ་འདྲའི་ཡང་དུ་ཅི་ཉོ། ཧོ་ཡ། ད། ལིགས་འབྱུང་གི་ཚུལ་དུ་འབྱུང་བ་ལ་ད་རབ་ཏུ་རྟོག་གོ་ཟེར་ནས། ཧོ་ད་དེ་དེ་འདྲའི་ཡང་དུ་ཅི་ཉོ། ཧོ་ཡ། ད། ཡང་དུ་སྔ་མ་སྔ་མ་ལ་བརྟེན་ནས་ད་ཡང་དུ་ཕྱི་མ་ཕྱི་མ་འབྱུང་དགོས་མོད་དེ་ལ་ད་རབ་ཏུ་རྟོག་གོ་ཟེར་ནས་ད་རྟོག་བྱེད་དུ་ངེས་ནས།

ང་ལ་འབྲེལ་བའི་སྐལ་བ་ཞིང་ལུགས་ཀྱི་སྡུག་བསྔལ་གྱི་ཕུང་བོ་ལ་སྡུག་བསྔལ་གྱི་ལྗོན་པ་འོ་ད་དེ་ཉིད་ད་ཤེས་པ་བོ་དང་ཚོར་བ་བོ་མེད་པ་ཟིན། འོ་ཡ་ད་འདི་མོ་གི་ཤེས་པ་བོ་ཁྱད་པར་བ་བདག་རྟོག་བྷ་གི་ཤེས་པ་བོ་གམ་བོ་མེད་ནོ། འོ་ད་དེ་མོ་གི་ཚོར་བ་བོ་མེད་ནོ། ཤེས་པ་བོ་དང་ཚོར་བ་བོ་མེད་པ་འབའ་ཞིག་གོ། དེ་ལྟ་ན་ད་དེ་ལྟ་བུའི་ཤེས་པ་བོ་དང་བྲལ་བའི། ཨོ་ཡ། ད་རྒྱུ་དེ་དང་བྲལ་བའི་ད་འབྲས་བུ་དེ་འབའ་ཞིག་གོ་ནོ། འབའ་ཞིག་ཧོ་གོ་ནོ་ག་གི་ར་ནང་དོན་བཟོ་དོ་འབའ་ཞིག་ཟེར་ན་ད། ཨོ་ཡ། ད་འབའ་ཞིག་ཟེར་ན་ད་ཁོ་ན་རང་ངོ། ཨོ་ཡ་འདི་མོ་གི་ཤེས་པའོ། དང་བྲལ་བའི། ཨོ་ཡ། ཨོ་དེ་རེད། ད་འདི། འཚོ་བ། འཚོ་བ་བོ་མེད་པ་འབའ་ཞིག་གོ་འདི་སྔོན་པོ་འགྲུབ་པར་འགྱུར་རོ་སྙམ་མོ། དེ་འདི་སྙམ་དུ་སེམས་ཏེ། བྱེད་པ་བོ་ལ་མངོན་པར་ཞེན་པའི་ལས་རྣམས་ཡོད་པར་གྱུར་ཏོ། གང་ན་བྱེད་པ་བོ་མེད་པ་དེ་ན། འོ་ཡ། དོན་དམ་པར་ལས་ཀྱང་མི་དམིགས་རོ་སྙམ་མོ། འོ་ད་བྱེད་པ་བོ་མེད་ནོ། འོ་ད་མོ་བྱེད་པ་བོ། བདེན་པར་གྲུབ་པ་ཟིན་མེད་ནོ། འོ་ད། ལས་ཡིན་གྱི་ན་ར། ད་བདེན་པར་མ་གྲུབ་མོ། འོ་ཡ།

སེམས་གཅིག་ལ་བརྟེན་པ་དག་གོ་ཞེས་རྒྱ་ཆེར་གསུངས་སོ། ཨོ་ད། ས་བཅུ་བ་རང་ན་ད་འདི་ཤེས། ཁམས་གསུམ་པོ་འདི་ནི་སེམས་ཙམ་སྟེ། ད་སེམས་བཙུན་མའི་རྣོ་གི། རྒྱུ་མཚན་ན་ད་འདི་ཤེས། སྲིད་པའི་ཡན་ལག་ཇི་སྙེད་བོ་གང་དག་དེ་འདྲའི་ཡན་ལག་ཇི་སྙེད་བོ་གང་དག་དེ་བཞིན་གཤེགས་པས་རབ་ཏུ་ཤེས་ཏེ། ད་ཡན་ལག་ཇི་སྙེད་བོ་སོ་སོ་ཤེས་ནས། ཨོ་ཡ་རྒྱས་པར་ཤེས་ནས་ད་གསུང་དགོས་ནོ་དེ་དག་ཐམས་ཅད་ཀྱང་སེམས་གཅིག་ལ་བརྟེན་པ་དག་གོ། ཨོ་ད་སེམས་གཅིག་ལ་བརྟེན་པ་ཡང།

ཨོ་དེར། སེམས་ཙམ་གྱི། འགྲུབ་རྒྱུའོ་ནོ་དེ་བསྟན། སེམས་ཙམ་གྱི་དོན་བྱེད་པ་ནི་ཡན་ལག་ཇི་སྙེད་སེམས་གཅིག་ལ་བརྟེན་པར་གསུངས་ཡིན་ཟིན། སེམས་ཙམ་གྱི་དོན་བྱེད་བྲིས་དག་ཚུལ་ཡང་ཡན་ལག་ཇི་སྙེད་དེ་འདྲའི་ཡན་ལག་ཇི་སྙེད་བ་སེམས་གཅིག་ལ་བརྟེན་པར་གསུངས་ཡིན། མདོ་འདི་ཙམ་གྱི་བྲིས། དོན་མི་འགོག་བ་དང་ཟིན། འོ་ད་མདོ་འདི་གི་ཙམ་སྒྲ་གི། ཞི་དོན་འགོག་གི་མེད་པས། དོན་མི་འགོག་བ་དང། སེམས་ལས་གཞན་པའི་བྱེད་པའོ་འགོག་བ་ཡིན་ནོ། འོ་ད་སེམས་ལས་གཞན་པའི་བྱེད་པའོ། འདི་ལྟར་འགོག་གི།

འདི་གི་ཤོག་ང་མའོ་བའི་སེམས་ཙམ་པ་གི་ཆི་ཁའི་དགོངས་པ་ལེན་དགོས་ཀི་དི་ཟིན་ན་ཏེ། ཐག་དེ་ལས་ཟིན། འདི་ཤོག་ང་མ་ནི་ཐག་དེ་ལས། དེ་ལ་ལུང་ནི་བཅོམ་ལྡན་འདས་ཀྱིས་ས་བཅའ་བ་ལས། འདི་ལྟ་སྟེ་ཁམས་གསུམ་པོ་འདི་ནི་སེམས་ཙམ་མོ་ཞེས་པ་དང། ཞེས་རྣམ་རིག་ཙམ་དུ་དཔགས་ལ། ལུང་རིགས་གཉིས་གསུངས་བས

ད་ཅི། རུ་ཁའི་རྣམ་གྲངས་ངོ་བོའི་སྟེང་ནས་བསམ་ཡས་ནས་བལྟས་ན་བློ་གྲོས་དེ་ཕེབས་ཀྱི་མོད། ཨོ་ཡ། ད་གཞུང་གཅིག་གི་སྟེང་ནས་བསམ་བློ་དང་མོ་བལྟས་བལྟས་ན་གཞུང་གཞན་གྱི་བཤད་སྲོལ། ཡང་དེ་ལས་གཞན་གྱི་བཤད་སྲོལ་བཤད་སྲོལ་མོ་ངོ་བོའི་སྟེང་ནས་ཉིད་ན་བློ་གྲོས་དེ་ཡར་ར་ཕེབས་ཀྱི་མོད། དེ་ཁོ་ན་ཉིད་རྟོགས་ནུས་པའི། བློ་ལྡན་གྱི་བློ་ནི་འཕེལ་བར་བྱ་བའི་ཕྱིར་ལང་ཀར་ཕྱོགས་པའི་མདོ་དེ་ལས། ཀུན་མཁྱེན་གྱིས་མི་རྟོག་པའི་རྒྱུད་ཀྱི་བདག་དང་གཙོ་བོ་སོགས་འཇིག་རྟེན་གྱི་བྱེད་པ་བོར་འདོད་པའི་ལྟ་བ་ངན་པའི་རོ་སྤུ་མཐོན་པོ་འཇོམས་པའི་ཡིད་བཞིན་ངག་གི་རང་བཞིན་གྱི་རྡོ་རྗེའི་འོག་ནས་འབྱུང་བ་འདི་ནི།

ཨོ་དེ་རེད། ཨ་ཏི་མོ་གི་ད་འབུམ་མོ་གི་ཕྱི་རོལ་མི་རྟོགས་པ་གི། ད་འཇིག་རྟེན་གི་བྱེད་པོ་བདག་རྟོགས་པ་ཡིན། ཨོ་ཡ་སྤྱི་གཙོ་བོ་ཡིན་ཟེར་ནས་དེ་གས་ད་ལྟ་བ་ངན་པ་གི་ཨ་རོ་སྤོ་མཐོན་པོ་ཚུ་གུ་དེ་ད་གཟོད་ད་སུ་གི་ནི་རེད། ཅི་ཐེ་ཚོམ་མེད་ནོ་གི་སྟེང་ནས་ད་སྐད་ཧྲིང་ངེ་ནས་མགྲིན་པ་གསལ་ལེ་བསྡད་དང་ད་དེ་གས་ད་དམར་རྒྱུ་རུམ།

ད། ཞེས་པའོ་ན་དེ་ནི་མིན་གྱི། ཟིན། ཧོ་ཡང་འཇིག་རྟེན་གྱི་ཞེས་པའོ་ན་དེ་ནི་མིན་གྱི། སེམས་ཙམ་ཞིག་ཞེས་པའོ་ང་མའོ་ཟིན་ནོ། ཧོ་དེར་སེམས་ཙམ་དུ་ནི་ངས་བཤད་དོ་ཟིན། ཞེས་གསུངས་སོ། མདོ་འདིའི། དོན་ནི་སྒྲོ་ཡི་ཕྱིར་བཤད་པ་ཟིན་ད་མདོ། གསུང་གི་རྡོ་རྗེ་གི་མདོ་འདི་གི། ད་དོན། འབྲས་སྐྱོ་བའི་ཕྱིར་དུ་བཤད་པ་ཟིན།

ཇི་བཞིན་རང་གི་བསྟན་བཅོས་དེ་དེ་ལས་མི་རྟག་རྣམས་ཀྱི་གང་ཟག་སོགས་དེ་དག་སྨྲས་པ་དེ་དག་བྱེད་པོར་མ་གཟིགས་ནས་རྒྱལ་བའི་སེམས་ཙམ་འཇིག་རྟེན་བྱེད་པོར་སོང་ཟིན། བདག་མི་འཇིགས་པ་གི་རྩ་བ། ཞེས་པའི་ཚིག་ཚ་བོ་རུ་འདུག་ཡ།

རིན་ཆེན་འཕྲེང་བ་ལས་ཀྱང་གང་ཟག་ཕུང་བོ་སྨྲ་བ་ཡི་འཇིག་རྟེན་དྲིན་ཅན་འུག་ཁྲུག་དང་སྐལ་མེད་བཅས་ལ་གལ་ཏེ་ཞིག་ཡོད་མེད་འདས་བ་སྨྲ་ན་དྲིས་ཟིན། དེ་སྲིད་སངས་རྒྱས་རྣམས་ཀྱིས་ནི་བསྟན་པ་ཕྱི་མའི་ཡོད་མེད་ལས་འདས་བ་ཟབ་མོ་ཞིག་བསྟན་པ་ཁྱེད་ཀྱི་ཁུ་བ་ཡིན་ཤེས་ཀྱིས། ཞེས་གང་ཟག་དང་ཕུང་བོ་རྫས་སུ་ཡོད་པར་སྨྲ་བ་སོགས་ལ་དེ་སྲིད་གང་ཟག་ཕུང་བོར་སྨྲ་བ་ཡིན་ཟིན་ད་གང་ཟག་རྫས་སུ་ཡོད་པ། ཕུང་བོ་རྫས་སུ་ཡོད་པ་སོགས་དྲི་རྟགས་སུ་ད་ཕུང་བོ་རང་བཞིན་གྱིས་གྲུབ་མོད་ཧོ་ཡ། ད་གང་ཟག་རྫས་ཡོད་འདོད་མཁན། གང་ཟག་རང་སྐྱ་ཐུབ་པའི་རྫས་ཡོད་འདོད་མཁན། ཕུང་བོ་རང་བཞིན་གྱིས་གྲུབ་པར་སྨྲ་བ། ཧོ་ཏུ་མོ་ཡ། ད་གང་ཟག་ཕུང་བོར་སྨྲ་བ་ཡིན་ཟིན། ད་འདི་ན་གང་ཟག་དང་ཕུང་བོ་རྫས་སུ་ཡོད་པར་སྨྲ་བ། གང་ཟག་རྫས་སུ་ཡོད་པ་ཕུང་བོ་རྫས་སུ་ཡོད་པ། ད་འདི་སྐབས་ཀྱི་རྫས་སུ་ཡོད་པ་རང་བཞིན་གྱིས་གྲུབ་པ་ཡིན་ནོ་ནི་ཡང་ཁྱད་པར་ཚིག་ཟིན་ཡོད་ཀྱི། གང་ཟག་དང་ཕུང་བོ་རྫས་སུ་ཡོད་པར་སྨྲ་བ་སོགས་ལ་དང། གང་ཟག་ཕུང་བོར་སྨྲ་བ་ཡི། པོ་འཇིག་རྟེན། ད་སེམས་ཅན་འབྲིང་པོ་སེམས་ཅན་གྱི་འཇིག་རྟེན་ན་གོ། ད། གྲངས་ཅན་པ་འུ་ཕྲུག་བ། སྐྱེ་མེད་སྐྱེ་རུ་བ།

ཡོད་མེད་ཀྱི་ཡོད་མེད་གཉིས་ཀྱི་མཐའ་དང་བྲལ་བ་སྨྲ་བར་གནང་ན་ཟེར་ན། ཡོད་མེད་གཉིས་ཀྱི་མཐའ་དང་བྲལ་བ་འོ་ད་མོ། མ་གོ་ན། སྨྲ་བར་གནང་ན་ཅི་ཞིག་དང་ཟེར་ན། འོ་ཁི་ཟོ་ཡོད་མེད་གཉིས་ཀྱི་མཐའ་དང་བྲལ་བ། དེ་ལ་ཕྱི་མོ་ཟུར་འཇོག་དགོས་ནི་རེད་ཟེར་ནས་དེ་ཧེ་ཁྲི་ར་ད་དེའི་དོན་བཤད་རྒྱུ་མི་འོང་ངོ་ཟེར་ན། འོ་ད་དེའི་དོན་ད་ངོ་མ་ཟིག་ད་བཤད་རྒྱུ་མི་འོང་ཟེར་ན་འོ་ད།

ཐོག་ཏུ། རྒྱལ་བའི་གསུང་རབ་ཀྱི་དང་ཁ་པཱ་ཟི་ན། དམ་པའི་ཆོས་ཀྱི་ཁ་པཱ་ཟི་ན་ཏི། ཁྱད་པར་ཆོས་གཞན་ལ་མེད་པ། ཧོ་ཡ། ད། གྲུབ་མཐའ་གཞན་ལ་མེད་མོད། ཧོ་ཡ། ད། ཕྱིས་འདི་ལས་ཕྱི་རོལ་ཏུ་གྱུར་པའི། ད་ཆོས་གཞན་ལ་མེད་མོད།

འཁོར་བ་འདི་ནི་ཐོག་མ་མེད་པས་འདིར་སྔར་ངན་རྟོག་ཅི་ཞིག་མ་བྱུང་ཕྱིས་ཀྱང་ཅི་ཞིག་མི་འབྱུང་ཞིང། འདི་ལྟར་ད་ལྟ་ཉིད་དུའང་ད་ལྟ་ཉིད་དུའང་སྤོང་བ་དཀར་བོ་ལ་སོགས་པ་དག་ལ་ཕུང་བོ་ལ་སོགས་པ་རྫས་སུ་ཡོད་པ་ཞེས་དཔའ་བོ་ཉིད་དུ་སྟོན་པ་རྣམས་ངོ་བོ་ཟིན། ད་འཁོར་བ་འདི་ཉིད་ནི་ཐོག་མ་དང་ཐ་མ་མེད་པ་དེ་ཡིན་ནོ། འཁོར་བ་འདི་ནི་ཐོག་མ་མེད་པས་ཟིན།

དེ་ནོ། ད་ལྟ་ར་འདི་མོ་ཡོད་ནོ། ད་རང་ཉིད་ཀྱི་རྒྱུད་ལ་སྔ་ན་ར་བ་གི་ངལ་དུབ་འདི་མ་བྱུང་ཟེར་རྒྱུ་ཟིག་མེད་ནོ། ཕྱིན་ཆད་ར་འདི་མི་འབྱུང་ཟེར་རྒྱུ་ཟིག་མེད་ནོ། ད་ལྟ་དངོས་གསལ་འདི་ཤི་ཡོད་ནོ། འོ་ཐུགས་སུ་བསྟན། འདི་ལ་དཔེ་ཁ་ཅིག་ལས། སྐྲུངས་དཀར་བོ་ལ་སོགས་པ་ཞིག་ཀྱང་འབྱུང་ཞིང་ཟིན།

དགེ་སློང་སྐྱ་སྲུང་ལ་སོགས་པ་ཀུན་ནོ་དེ་དུས་ཕྱི་རོལ་བའི་དགེ་སློང་རྣམས་ལ་འཆད་དོ། དགེ་སློང་སྐྱ་སྲུང་ལ་སོགས་པ་ཀུན་ནོ་དེ་ཕྱི་རོལ་བ་གི་མི་རྟག་ཕྱི་རོལ་བ་གི་དགེ་སློང་རིག་ལ་བྱེད་དགོས་ཀྱི། ད་འདི་ནས་རང་ལུགས་ལ་སྤོང་བ་དཀའ་བྲོ་ལ་སོགས་པ་ཀུན་ནོ་འདི་གཉིས་ནི་སྤོང་བ་བ་ནི་བསམ་གཏན་པའི་མིང་ཡིན་པས་བཟང་དག་སྤོང་བ།

ཙམ་དྲག་གི་ཞེས་དཔའ་བོ་སེམས་ལས་གཞན་པ་དུ་བཀག་དང་གཟིགས། དེང་དུ་ན་ད་ཕྱི་རོལ་གྱི་དོན་འགོག་མི་ནུས་ནོ་དུ་འདི་ནས་བཤད་དང་གཟིགས། ད་བཤད་ཚུལ་དེ་ལས་གཞན་པ་ཡང་ཚིག་གཟིགས་འོག་གི་དུ་ན་ད་གཞན་སེམས་གཙོ་བོ་སྐྱེ་བར་བཤད་པ་ལས་ཀྱང་གཟིགས་སེམས་གཙོ་བོ་སྐྱེ་བ་ཡིན་ནོ་དུ་བཤད་ནོ་དེ་ལྟར་ན།

སེམས་ཙམ་ཞིག་གཟིགས་དང་སེམས་ཡིད་ཀྱི་ནང་ནས་སེམས་ཙམ་ཞིག་གཙོ་བོར་གྱུར་པ་གོ་ནུས། དེ་ནི་ད་ནང་དོན་ཁ་ཚང་གི་མགོ་བོ་ད་ག་གི་གཙོ་བོར་གྱུར་པ་གོ་ནུས་ཚིག་ཀ་མི་མངོན་པ་ཡི་དོན་ནི་ད་སེམས་ཙམ་ཟིན་མོད། ད་དེ་ག་དོན་དང། གཙོ་བོར་གྱུར་པ་ལ་ཚིག་ཕྱི་མ་གཙོ་བོར་གྱུར་པ་མི་མངོན་པར་བྱས་ནས་མདོ་ལས་འཇིག་རྟེན

དེ་ཕྱིར་སེམས་ཙམ་མོ་ཞེས་པ་འདིར་ནི་དེ་འདི་ནི་ཟེར། འོ་ད་སེམས་ཙམ་མོ་ཞེས་པ་འདི་གི་གཟུགས་ལ་སོགས་པ་རྣམས་ཁམས་གསུམ་སྒྲིབ་པ་ལ་གཙོ་བོ་ཡིན་པར་ཟེར་བར་བྱེད་ཀྱི། འོ་ད་གཟུགས་ལ་སོགས་པ་ཀ་ཁམས་གསུམ་སྒྲིབ་པ་ལ་ད་རྒྱུ་གི་གཙོ་བོ་ཡིན་ནོ་ད་ཟེར་བར་བྱེད་ཀྱི། སེམས་ཙམ་ཞིག་ཁོ་ན་རང་བཞིན་གྱིས་གྲུབ་པ་ཡིན་གྱི། ཕྱི་རོལ་གྱི་གཟུགས་ནི་མེད་དོ་ཞེས་འགོག་པ་དེ་ལྟར་འཆད་པ་ནི་མདོ་ཡི་དོན་མ་ཡིན་ནོ།

དེ་ལྟར་འགོག་གོ་ནོ་མ་གཏོགས། སེམས་ཙམ་ཞིག་ཁོ་ན་རང་བཞིན་གྱིས་གྲུབ་པ་ཡིན་གྱི་གཟིམ་ད་སེམས་ཙམ་ཁོ་ན་རང་བཞིན་གྱིས་གྲུབ་པ་ཡིན་ཞེས་རུས་ཀྱི་གཟིགས་མེད་གཟིགས་ནས་ད་སེམས་ཙམ་པ་གི་ཤ་ཤེད་རིག་ནས་ཨོ་དེ་ཁས། ད་ཕྱི་རོལ་དོན་དུ་གྲུབ་པ་དེ་འགོག་གོ་ནོ། ཨོ་ཡ་དེ་ལྟར་འཆད་པ་ནི་མདོ་ཡི་དོན་མ་ཡིན་ནོ་གཟིམ་ད་མདོ་ཡི་དོན་མ་རེད།